དེ་ནས་ད་གང་ལས་ཡང་ད་དེ་བཞིན་མི་འདྲ་བ་ལྔ་དང་ཨ་ནི་ཅིག་ངོ་སྤྲོད་བྱེད་ཆེད་ཨ་ནི་རྩ་བའི་སྡེ་ཚན་དེ་ཅིག་ད་གློག་བརྙན་ཁག་མི་འདྲ་བ་དུམ་བུ་བཅུ་རེ་ཅིག་བཀག་ནས་རྣམ་པ་ཚོ་ངོ་སྤྲོད་དོར་དུས་དེ་འདྲའི་ཞུ་གི་ཡིན། ཡིན་ནའི་ལས་ད་རྣམ་པ་ཚོའི་ཁྱད་ཆེ་ཤོས་དེ་རྣམ་པ་ཚོ་དེ་རམ་འདེགས་བྱས་དེ་ལས་ཡང་ཨ་ནི།

ཨ་ནེ། དཔེ་མཛོད་རིག་པའི་སྒང་ལ་ཡང་ལྟ་སྐོར་བརྒྱུད་ཡོད་པ་ཞིག་ཏན་ཏན་དགོས་ཀྱི་རེད་ཨེ་འདི་ནས་སོང་ཙང་ལྟ་སྔ་ཚོད་དང་དེ་བོད་ཆོལ་གཏོང་སྟངས་ཀྱི་ངོ་སྤྲོད་ཀྱི་ནང་ལོགས་ལ་ཡང་ལྟ་སྔ་ཚོད་དེ་འདྲ་ཞིག་ཁྲིད་ཡག་རེད། དཀར་ཆག་རྩོམ་སྒྲིག་པ་ལ་ཚང་དགོས་པའི་ཆ་རྐྱེན་ག་རེ་ག་རེ་ཡིན་མིན་རེད་པ། དེ་རྗེས་གང་ལ་གང་འཚམ་ཅིག་གིས་ཡག་པོ་ཞིག་མ་ངེས་པ་ཡིན་ན་སྤྱི་བཏང་གི་དཀར་ཆག་བྲིས་ཡག་གི་དོན་ཆེན་དེ་འཛོམས་གི་ཡོད་མ་རེད། དེ་ནས་ཤེས་ཡོན་གང་འཚམ་ཡོད་པ་ཡིན་ནའི་ཡང་དེ་ཡི་གཉེན་ཕྱིས་ཀྱི་འགྲོ་སྟངས་བཅས་ཡག་པོ་ཞིག་མ་ཤེས་པ་ཡིན་ན་ཡང་ཁོ་ལས་ཀ་ཏག་ཏག་བྱེད་མ་ཐུབ་པ་སོང་ཙང་རྣམ་པ་ཚོས་དངུལ་སྤྲོད་དང་བེད་སྤྱོད་གཏོང་ཕྱོགས་གཉིས་ཆ་ལོ་ལེ་ཡག་པོ་ཅིག་གཟིགས་ཡག་གི་ད་རེ་བ་དེ་དེ་ཡོད་དེ་ནས་རྩ་བའི་གཉེན་ཕྱིས་དེ།

ད་ལྟ་ན་དེའི་ནང་ལོགས་ལ་ཡོད་བསྡད་པ་འདི་ཆེས་ཡོངས་སུ་རྫོགས་པ་ཅིག་མདོར་བསྡུས་པས་ན་དེ་བར་ཁོག་ཟེར་དེ་ཡང་དེ་ལྟར་གཟེར་རྟགས་དང་དེ་འདྲའི་རྒྱུ་བྱས་ཨ་ནི་ང་ཚོའི་རེ་བ་དེ་ལྟར་དཔེ་མཚོན་གཅིག་གི་ནང་ལོགས་ལས་མི་གཅིག་སླེབས་བྱས་ཅིག་སོ་སོ་ལ་དགོས་པའི་རྒྱུ་ཆ་དེ་བཞིན་ལམ་སང་ཚད་མཐོ་བ་ཙམ་དུ་མ་ཟད་པའི་ཨཱ་སོ་སོ་ལ་དགོས་པའི་དེབ་དེ་གཡར་ཡ་དང། ཨཱ་དེ་ཚོས་སྤྲད་པའི་ནི་ག་བ་བྱ་དགོས་ཡོད་མེད་ཡིན་གཅིག་མིན་གཅིག་དཔེ་མཛོད་ཀྱི་དོ་དམ་པ་ལ་ལྟད་མོ་གོ་བ་བྱེད་ཆེད་རང་འགུལ་སྒོ་ནས་བྱ་ཐུབ་ཡ་གཅིག་ཡིན་འབད་བརྩོན་དང་འདི་འདྲ་ཞུས་ཡོད་རེད་ཨཱ་ལྷག་པར་དུ་མ་འོངས་པར་རིམ་པས་ཡར་རྒྱས་ཕྱིན་པ་ཡིན་ན་ཨཱ་གཅིག

དེ་གཅིག་རེད། རྒྱལ་སྤྱིའི་དེབ་རྟགས་དང་དེ་འདྲ་མེད་པ་གི་དེབ་ཚང་ཡིན་ན་སོ་སོ་གིས་ཉོ་སྒྲུབ་ཨང་གསར་པ་ཞིག་བསྒྲིགས་རྗེས་དེ་ཡང་གཟེར་རྟགས་བཟོས་རྗེས་ཨན་ཐ་ན་དེ་པར་རིས་ནང་ཡོད་པ་ཞིག་བཟུང་བྱས་རྗེས་དེབ་ཀྱི་ཡར་ཀློག་ལས་བསྐྱར། ཡང་ན་དང་པོ་ནས་པར་རྒྱབ་དོན་ནས་དེ་འདྲའི་སྲོལ་བཞག་པ་ཡིན་ན་ཨན་རྣམ་པ་ཚོས་དེབ་བཙོང་ཡ་དང་དེ་ཚོ་ལ་དཀའ་ངལ་ཆེ་མེད་པར་ལམ་སང་ལམ་སང། ད་ནམ་རྒྱུན་ང་ཚོ་དེ་རང་འདེམས་ཚོང་ཁང་དེ་ཚོའི་ནང་ལོག་ལ་ད་ཇག་ལ་ཉོ་ཉོ་བྱས་ནས་དེབ་དེ་ཆེ་ཁག་བཙོང་ཡ་དེ་སྟབས་བདེ་བོ་ཞིག་ཅིག་ཅིག་ཡོང་གི་རེད་ཨ་ནི་དེ་ནང་པ་ཚོ་ཐུགས་ལ་བཞག་རོགས་བྱས་ཞེས་ཞུ་ཡ་གཅིག་དེ་རེད། དེ་ནས་མཐའ་མའི་ཞུ་ཡ་དེ་ད་གང་ལྟར་ཡིན་ཕྱིས་དེ་ད་ང་ཚོ་ཅིག་དེ

ནི་རང་གི་སྣོད་ལྡན་གྱི་དེར་དཔེ་མཛོད་རི་བོའི་གཞུང་ལུགས་གཞི་ལ་བཞག། དེ་ནས་ཨ་རིའི་གྲོས་ཚོགས་ཀྱི་དཔེ་མཛོད་ཀྱི་བགྲོ་ཐང་ལས་ང་ཚོས་སྤེལ་ཏེ། དེ་ནས་ང་ཚོས་བོད་ཀྱི་ཆུ་དང་རི་གཞུང་དང་ཐུགས་ངེས་ཅིག་གནང་ནས་འདུག་སུས་ཡོད་པ་སོང་ཙང་རྣམ་པ་ཚོ་ལ་ཡར་ཅིག་ཕན་ཐོགས་དང། ཡིད་ཆེས་གང་འཚམ་ཡོང་ཡག་ཞེས་པ་ཡོད། དེ་ནས་རྣམ་པ་ཚོས་ད་དེ་དང་བྲལ་བའི་སྒང་ནས།

མི་རབས་གསར་བ་ཚོ་ལ་ཡང་ཨ་ནེ་ཤེས་ཡོན་གྱི་གནས་ཚད་གཏིང་ཟབ་པོ་ཞིག་ཐོབ་པ་ལ་ཡང་དག་དཔེ་མཚོན་བསལ་ཏེ་ཧ་ཅང་གལ་ཆེན་པོ་ཡིན་འདུག་རྩ་ནས། ང་ཚོ་ཚང་མས་ཀྱིས་དཔེ་མཚོན་དེ་ཁང་པ་ཡོད་པ་དང་དེབ་ཡོད་བ་ཙམ་དུ་མ་ཟད་པའི་རྣམ་གཙང་ལྟ་ཆོག་ཆོག་སྔོག་ཆོག་ཆོག་བྱེད་ཡ། ཨ་ནེ་དེ་ཙམ་དུ་མ་ཟད་པའི་ད་ང་ཚོ་ཡིག་ཚགས་དེ་ཚོ་ཉར་ཚགས་བྱེད་ཡ་དེ་ཧ་ཅང་གལ་ཆེན་པོ་དང། དེ་འདྲས་སོང་ཙང། ང་ཚོས་གཅིག་གི་ཕྱོགས་སོ་སོ་ནས་ཡིག་ཚགས་སུ་ཡག་པོ་ཉར་ཡ་དང་དུ་ཅིག་ཐོ་ཡག་པོ་གོ་ཡ། ཨན་པི་ནས་ཅིག་སྤྱི་ཚོགས་གང་ལ་ཡ། ཅིག་ཤེས་ཡོན་ཡར་རྒྱས་གཏང་ཡ་ལ་ཡ་ད་མེད་དུ་མི་རུང་བ་དེ་དཔེ་མཚོན་ཡིན་པ་དེ་ང་ཚོས་ཤུགས་མི་དགོས་སོང་ཙང་ཨན་རྣམ་པ་ཚོས། ཨ། ཉིན་ཅིག་སྒྲིག་གིས་སྤྱན་ཕྱེས་ནས་ད་ཕན་ཐོགས་གང་འཚམ་ཡོང་བའི་རེ་བ་དང་སྨོན་ལམ་ཞུ་གི་ཡོད། ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།